ཆོས་རྣམས་མ་ལུས་འགྲོ་བ་བྱང་ཆུབ་སྙིང་པོ་ལ་འབད་རྩོལ་མེད་པའི་གནད་ཀྱིས་བསྒོམ་བྱས་ན་ཡེ་སངས་རྒྱས་ལ་ཡང་སངས་རྒྱས་འབྱུང་སྟེ་འདི་ནི་བླ་མེད་རྡོ་རྗེ་སྙིང་པོའི་མདོའི་རིམ་དགུའི་སྙིང་པོ་བྱང་ཆུབ་ཀློང་ཆེན་ཡེ་ག་ཡི་ཉི་ཟླའི་དཀྱིལ་འཁོར་འོད་ཟེར་ཡང་མ་རྡོ་དྲིན་ཆེན་སྙིང་པོའི་ཡོངས་སྤྲིན་པས་མི་སྣང་བྱང་ཆུབ་རང་ལ་ཡོད་པའི་ཚུལ་སྤྲིན་ཆེན་དབྱིངས་སུ་ཤར་བས་རང་སྟེང་ལྟར་འབད་རྩོལ་མེད་པའི་རྒྱུ་འབྲས་ནས་སྤྲིན་བྲལ་ན། མཁའ་དཀྱིལ་ལས་བྱང་ཆུབ་སྙིང་པོ་རང་ལ་སྦྱར། དབང་པོའི་རིམ་པའི་ཐེག་པ་ཐ་དད་ལ་ངོ་བོ་ཉིད་བཞིན་ཆོས་དབྱིངས་ཀློང་ན་གསལ། གསལ་ལེ། ཟེར་ཞིང། ཀུན་གཞི་ར་རི་མེད་པའི་ས་དང་ཆུ་ཟོར་དྲོད་ཀྱིས་ཁྱབ་པ་ན། སྣང་ལས་སྤྲིན་གྱི་གནས་རོལ་པར་ཤར་བ་ཡི་ངོ་བོ་ཉིད་དང་ཚེ་ཡང་འདྲེས་པ་བཞིན་ངོ་བོ་ཉིད་ལས་རང་རྩལ་མ་དག་པས་ན་རོལ་པའི་སྙིང་པོའི་གནས་དེ་ཉིད་རང་ངོ། འདྲེས་པའི་སྣང་གསལ་གནོད་སྦྱིན་འཁྲུལ་སྣང་བསམ་མི་ཁྱབ་པ་ཉི་ཟེར་རྩེ་ལས་རླུང་རྒྱུ་སྤྲིན་ལྡན་ལྟར་རང་ངོ་སྟོང་ལས་རོལ་པ་རྒྱན་དུ་ཤར།

ཟག་བྲལ་ལྷ་རྗེའི་དགོངས་རྒྱ་རི་མ་ཏཱ་ལུས་འགྲོ་རིག་པ་རང་གསལ་རང་ལྷ་རྒྱ་ར་ཀུ་དང་ཡེ་ཤེས་སྣང་བའི་གནས་གང་ཡིན་རྒྱ་བ་རང་ངོ་ཤེས་པའི་གནས་ཀུན་གསལ་ཀློང་དུ་རྒྱུད་ལ་ཕྱོགས་བཅུར་རོལ་གདུལ་བྱ་སྤྲོས་པ་ཚད་མེད་ལ་སྤྲོས་པ་གྲོལ་བས། གྲོལ་བའི་དོན་ཀུན་གྱིས་འཁོར་བ་ཇི་བཞིན་མཛད་པ་ཉེ་བར་སྟོན། འདི་ནི་རང་བཞིན་བབ་ཀྱི་ངོ་བོ་ལས། རྩལ་གྱིས་གདུལ་བྱའི་སྦྱོར་མེད་ཤར་བ་སྟེ་རོལ་པའི་ཞེ་འདོད་ཕུན་སུམ་ཚོགས་པ་ཡིན། མ་དག་ཆ་བྱད་རོལ་པ་ཉེར་བཞི་ཡང་མ་དག། འགྲོ་ལ་སྤྲུལ་པར་སྣང་བ་ནི་སྟོན་པའི་བྱིན་གྱི་ཤུགས་ཀྱིས་ཐུགས་རྗེ་དང་འགྲོ་སེམས་གཙང་མའི་ལས་སྨོན་དག་པའི་ཕྱིར་དེ་ཚེ་ཞིང་ཀུན་སྤྲུལ་པ་ཚད་མེད་དེ་ཡི་འགྲོ་བ་བྱང་ཆུབ་འདྲེན་མཛད་ཀྱང་སྟོན་པའི་ཆོས་སྐུ་དབྱིངས་ལས་མི་གཡོ་སྟེ་རང་བྱུང་ཡེ་ཤེས་རྟག་ཆད་ཆོས་ལོང་མའི་དབྱིངས་ལས་རང་སར་རྡོལ་བ་དགོད་པར་གནས། རིག་འཛིན་མཁའ་འགྲོས་ས་བཅུའི་སེམས་དཔའ་ལ་ལོངས་སྤྱོད་རྫོགས་པའི་དགོས་པའི་བསམ་ཡས་ན་དེ་ཡང་དབྱིངས་ལས་སྟོན་པའི་ཐུགས་རྗེ་དང།

རོལ་པར་གང་ལ་གང་འདུལ་འདོད་ན་བཞིན་ཕྲིན་ལས་ཆེན་པོའི་ངག་དབང་འབྱོར་པ་ཡེ་ནས་འདི་ལྟར་རྒྱུ་འབྲས་རྩོལ་བས་མ་གྲུབ་སྟེ། ཡེ་ནས་ལྷུན་གྲུབ་བོ་ཅོག་བྱ་ང་ལ་གནང་མཆོག་གསང་རབ་ལ་ཚེ་འདིར་སྣང་བ་དེ་དེ་ལས་གཞན་དུ་བར་དོར་མི་བསླུ་བས། རྡོ་རྗེ་སྙིང་པོའི་རྩེ་མོའི་ཐེག་པ་ནས་རྒྱུ་འབྲས་ཐེག་པ་ཀུན་ལས་ཁྱད་པར་བ་ཅོ་ཡན་རིན་པོ་ཆེ་མཛོད་ལས་ཆོས་ཐམས་ཅད་བྱང་ཆུབ་ཀྱི་སེམས་སུ་ཡེ་སངས་རྒྱས་པ་ལ་རྩོལ་བ་དང་སྒྲུབ་པ་མེད་པར་ཡང་སངས་རྒྱས་པར་བསྟན་པའི་ལེའུ་སྟེ། བཅུ་གསུམ་པའོ། དེ་ལྟར་བཅུ་གཉིས་རྡོ་རྗེ་སྙིང་པོའི་བློ། དགའ་སྙམ་མ་འདོད་ནས་དག་པའི་རང་བཞིན་ཏེ་མི་འགྱུར་གཞི་རྩ་འབྲེལ་བས་ནི་མྱེད་དོ། རང་ཤར་འཕོ་འགྱུར་མེད་པས་རོལ་པར་ཤར། ན་ཡི་ཉམས་ཁྱམས་དེར་ཀློང་ཆེན་ཡངས་པས། གང་ཡང་མ་བྱིན་གདོད་མའི་རང་བཞིན་ངང། མི་གཡོ་ལྷུན་གྲུབ་འགྲུབ་པས་ནི་ཆོས་ཉིད་ལ། རྒྱ་ཆད་མེད་ཅིང་ཕྱོགས་ལོངས་བྲལ་བར་འགྱུར། དོན་རྣམས་ཇི་བཞིན་མཁའ་མཉམ་ཡངས་པར་བསྐྱིལ། གང་དུའང་རང་བྱོན་ཀློང་ཆེན་རྒྱལ་པོ་ནི། རྟག་ཏུ་མི་གཡོ་ན་སོ་རང་སར་གྲོལ། དེ་བཞིན་མི་བརྫུན་ཞིང་མི་བརྫུན་ཡིན་རོལ་མོ་ཡངས་པར་བརྗེད་ནས་བཟློག་པའི་དུས་ངན་ཁ་བྲལ་རྣལ་འབྱོར་པས། རང་ཉམས་ཕྱོགས་བཅས་ལུང་དོན་མཐུན་པ་ནས་རྩ་བའི་སེམས་ལོ་ཉི་ཤུ་རྩ་གཅིག་ཟླ་ལྔ་རླུང་གསུམ་མན་ངག་སྡེ་བཞི་མཐུན་པར་བཀོད་ནས་རྒྱལ་བ་འདིའི་མ་ལུས་འགྲོ་བ་ཀུན་མ་དཔལ་བཞིན་དུ་འདུན་མའི་ན་བཟའ་བྱིན་ནས་ཀུན་བཟང་ས་ལ་འཕོ་འགྱུར་མེད་པ་ཡི་དུས་གཉིས་ལྷུན་གྲུབ་བོ་ཆེ་ཡིས་དགྱེས་པར་ཤོག་ཕྱོགས་རྣམས་ཀུན་ཏུ་ན་དད་པའི་ལས་རྣལ་འབྱོར་པ་ནི་དག་པའི་ཞིང་ཆེན་བདུད་མགོ་ལྷུན་གྲུབ་ཅན་མཆོག་སྔར་སྒྲོགས་པའི་དར་པའི་རྒྱལ་མཚན་བཙུགས་དམ་ཆོས་མི་ནོར་བསྟན་པ་རྒྱས་པར་བྱོན་རིན་པོ་ཆེ་མཛོད་ཅིག་ཅེས་འོག་ཐེག་བོ་ཆོས་ཀྱི་རྣལ་འབྱོར་པ་ཀློང་ཆེན་རབ་འབྱམས་ཀྱི་གངས་རིའི་ཐུགས་ཀར་དགྱེས་བསྐུལ་དུ་ལེགས་པར་བཀོད་པ་རྫོགས་སོ།